ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump ཀྱི་ཁྲིམས་རྩོད་པ་རྣམས་རེས་གཟའ་ཟླ་བའི་ཉིན་པ་འདི་ག་རྒྱལ་ས Washington དུ་འབྱོར་བའི་སྐབས་ལ། དབུས་གཞུང་ཁྲིམས་དཔོན་ཞིག་གིས། Donald Trump ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་དང་པའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་བར་ཨ་མི་རི་ཀའི་གྲོས་ཚོགས་སུ་རྒྱལ་ཁབ་ཀྱི་སྲིད་དབང་འཕོ་འགྱུར་གྱི་གཞུང་འབྲེལ་གྱི་བརྒྱུད་རིམ་འདི་ཞི་བའི་ཐོག་ནས་གནང་རྒྱུར་འགོག་རྐྱེན་བཟོ་ཐབས་གནང་བའི་ནག་ཉེས་ཀྱི་ཐོག་ལ་ཁྲིམས་ཞིབ་ཀྱི་དུས་ཚེས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གསུམ་པའི་ཚེས་བཞིའི་ཉིན་མོ་གནང་རྒྱུའི་གཏན་འཁེལ་ཐག་གཅོད་དེ་གསལ་བསྒྲགས་གནང་ཡོད་པ་རེད། འདི་ག་བྷི་བོ་ཨ་རིའི་རླུང་འཕྲིན་ཁང་གིས་སྒྲོ་ནལ་ཀྲམ་གྱི་ཁྲིམས་རྩོད་པ་ཚོ་ལ་བསམ་ཚུལ་དྲིས་པའི་སྐབས་ལ་ཁོང་ཚོས་བརྗོད་དོན་དུ། སྒྲོ་ནལ་ཀྲམ་གྱི་ཐོག་ལ་ཁྲིམས་ཞིབ་ཀྱི་དུས་ཚིགས་དེ་ཉིས་སྟོང་ཉི་ཤུ་ཚེས་བཞི་ཕྱི་ཟླ་བཅུ་གཅིག་གི་སྲིད་འཛིན་འོས་བསྡུའི་རྗེས་སུ་བྱེད་རྒྱུར་ང་ཚོས་རེ་སྐུལ་བྱས་ཡོད་ཀྱང་ཁྲིམས་དཔོན་གྱིས་འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་ལ་ཤེར་དཔང་འདེམས་བསྐོ་བྱས་ཏེ་ཕྱི་ལོའི་ཕྱི་ཟླ་དང་པོའི་ཚེས་གཉིས་ཀྱི་ཉིན་མོར་ཁྲིམས་ཞིབ་ཀྱི་བརྒྱུད་རིམ་དེ་དག་མགོ་འཛུགས་གནང་རྒྱུའི་ཐག་གཅོད་གནང་བ་འདིའི་ཐད་ལ་ཀྲམ་གྱི་ཁྲིམས་རྩོད་པ་རྣམས་འདོད་བློ་མི་ཁེངས་པ་བྱུང་ཚུལ་བརྗོད་ཡོད་པ་རེད། སྲིད་འཛིན་གྱི་ལོ་རྒྱུས་མཁས་པ་ཞིག་གིས་དབུས་གཞུང་རྫོང་སྡེ་ཁྲིམས་བོད་ཐང་ནེ་ཡཱ་ཆོས་སྒྲོན་གྱིས་ཁྲིམས་ཞིབ་ཀྱི་དུས་ཚོད་གཏན་འབེབས་གནང་བ་དེ་ནི་རྣམ་དཔྱོད་ལྡན་པ་ཞིག་ཡིན་པའི་བསྔགས་བརྗོད་གནང་ཡོད་པ་རེད། She made some very good points. ཁོང་གིས་གསུངས་པའི་གནད་དོན་འགའ་ཞིག་དངོས་བདེན་རེད། ཨ་མི་རི་ཀའི་མི་མང་ཚོས Donald Trump གྱི་ཐོག་ལ་ཉེས་འཛུགས་ཚབས་ཆེ་འདི་དག་གི་ཐོག་ལ་ཁོང་ནག་ཉེས་ཅན་ཞིག་ཡིན་མིན་གྱི་ཐག་གཅོད་དེ་སྲིད་འཛིན་འོས་བསྡུ་སྔོན་ལ་ཤེས་རྟོགས་དགོས་རྒྱུ་གལ་ཆེན་པོ་རེད། ཉེ་ཆར་འདི་ག་རྒྱལ་ས་ཝོ་ཤིང་ཏོན་དུ་བཤེར་དཔང་ལྷན་ཚོགས་ཆེན་མོ་ཞིག་གིས Donald Trump གིས་ཨ་མི་རི་ཀའི་རྒྱལ་ཁབ་ལ་མགོ་སྒུར་གཡོ་ཐབས་དང་གཞུང་འབྲེལ་གྱི་ལས་དོན་བརྒྱུད་རིམ་ཞིག་ལ་འགོག་རྐྱེན་བཟོ་ཐབས་ཀྱི་ངན་ཇུས་ཐེབས་པའི་ཁྲིམས་འགལ་དོན་ཚན་བཞིའི་ཐོག་ལ་ནག་ཉེས་གྱོད་འཛུགས་གནང་ཡོད་པ་རེད། འོན་ཀྱང Donald Trump གིས་ཁོང་གི་ཐོག་ལ་ནག་ཉེས་དེ་དག་ལ་ངོས་ལེན་གནང་གི་མེད་པ་མ་ཟད་ཁུངས་སྐྱེལ་ར་སྤྲོད་མེད་པར། ཉེས་འཛུགས་འདི་དག་ནི་སྲིད་དོན་གྱི་དམིགས་ཡུལ་ལྡན་པ་ཞིག་ཡིན་ལུགས་རྩོད་གླེང་གནང་གི་ཡོད་པ་རེད། ངས་སྲིད་འཛིན་འོས་བསྡུ་སྤེལ་བཞིན་པའི་དུས་རིང་འདི་ལ་ངའི་སྲིད་དོན་གྱི་ཁབ་དེ་རུལ་སུངས་ཅན་ཇོ་པ་རན་གྱིས་གང་འདྲ་བྱས་ནས་ང་ལ་ཁྲིམས་འཛུགས་བྱས་ནས་ངས་འོས་བསྡུའི་ལས་འགུལ་གྱི་ཆེད་དུ་དུས་ཚོད་དང་འགྲོ་གྲོན་གཏོང་དགོས་པ་དང་ཁོང་ཚོས་རྫུན་བཟོ་བྱས་པའི་ཉེས་འཛུགས་འདི་ཚོ་ལ་ངས་ཁ་གཏད་རྩོད་གླེང་བྱེད་དགོས་ཀྱི་རེད་པས། མདོར་ན་ཀྲམ་གྱི་ཁོང་གི་ཐོག་ལ་ཉེས་འཛུགས་འདི་དག་གིས་འོས་འཕེན་མི་མང་གི་ཁོང་ལ་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་བའི་ཁེ་ཕན་འདུག་ཅེས་གསུངས་ཡོད་པ་རེད། འོན་ཀྱང་ཀྲམ་གྱི་ཁ་བརྡས་དང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གྲས་ཨ་སེ་ཧ་ཅིན་སན་གྱིས་ཀྲམ་ལ་རྒྱལ་ཡོངས་འོས་བསྡུའི་ནང་ལ་རྒྱལ་ཁ་ཐོབ་རྒྱུའི་རེ་བ་རྩ་བ་ནས་ཡོད་མ་རེད་ཅེས་གསུངས་ཡོད་པ་རེད། སྤྱི་མཐུན་ཚོགས་པའི་འོས་འཕེན་མི་མང་ཚོས་མདོར་ན་ཀྲམ་དང་མཉམ་དུ་ང་ཚོ་ལ་རྒྱལ་ཁ་ཐོབ་རྒྱུའི་རེ་བ་མེད་པ་འདི་གསལ་བོ་ཤེས་རྟོགས་ཐུབ་པ་དགོས་ཀྱི་རེད། ངས་གནད་དོན་འདི་ཐད་ཀར་གསལ་བཤད་བྱས་ཟིན་པ་ཡིན། དེའི་བར་ན་སྲིད་འཛིན་གྱི་ལོ་རྒྱུས་མཁས་པ་ཨ་ལན་ལིག་མན་གྱིས། ཉིས་སྟོང་ཉེར་བཞི་ཐམ་པའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་མོ་དོན་རྐྱེན་གནས་ཚུལ་འདི་དག་ནི་ཨ་མི་རི་ཀའི་མི་མང་ཚང་མའི་མིག་སྔར་མངོན་གསལ་བྱུང་ཡོད་པའི་རྐྱེན་གྱིས་ཕྱི་ལོ་ཉིས་སྟོང་ཡིས་ཟེར་བཞིན་ཕྱི་ཟླ་བཅུ་གཅིག་གི་སྲིད་འཛིན་འོས་བསྡུ་འདིའི་སྔོན་དུ Donald Trump གྱི་ཐོག་ལ་ཁྲིམས་འགལ་ནག་ཉེས་ཐེར་འདོན་བྱེད་སྲིད་པའི་ཉེན་ཁ་ཆེན་པོ་ཡོད་རེད་ཅེས་གསུངས་ཡོད་པ་རེད། Donald Trump བཙོན་ཁང་གི་ནང་ལ་ཡང་འགྲོ་མ་སྲིད་པ་ཡང་མ་རེད། ཡིན་ན་ཡང་ཁོང་གིས་འོས་བསྡུའི་ནང་ལ་འགྲན་ཞུགས་བྱེད་ཆོག་གི་ཡོད་རེད། དེ་འདྲ་ཡིན་ཙང་སྤྱི་མཐུན་ཚོགས་པས་ང་ཚོའི་དམངས་གཙོའི་ལམ་ལུགས་ལ་གནོད་སྐྱོན་གཏོང་ཐབས་བྱེད་མཁན་ཞིག་ཚོགས་པའི་སྲིད་འཛིན་འོས་མི་གཙོ་བོ་དེ་ལ་ངོས་འཛིན་བྱེད་གོས་མིན་གྱི་ཐག་གཅོད་དེ་བྱེད་དགོས་ཀྱི་རེད། Donald Trump ནི་ལོ་རྒྱུས་ཀྱི་ནང་ལ་སྲིད་འཛིན་འོས་བསྡུ་དང་འབྲེལ་བའི་ཁྲིམས་འགལ་ཉེས་འཛུགས་ལ་གདོང་ལེན་བྱེད་མཁན་གྱི་ཨ་མི་རི་ཀའི་སྲིད་འཛིན་ཟུར་པ་ཐོག་མ་དེ་ཡིན་པ་རེད། གལ་སྲིད་ཁོང་གི་ཐོག་ལ་ཉེས་འཛུགས་འདི་དག་ནག་ཉེས་ར་འཕྲོད་ཀྱི་ཁྲིམས་གཅོད་བྱས་ཚེ་ཁོང་གིས་མི་ཚེ་ལྷག་འཕྲོ་དེ་དག་བཙོན་ཁང་དུ་སྐྱེལ་དགོས་ཆགས་སྲིད་པ་རེད། དེ་དང་ཕྱོགས་མཚུངས Donald Trump གིས་ནེའུ་ཡོག་དང་ཇོ་ཇི་ཡ། Florida། བཅས་མངའ་སྡེ་གསུམ་གྱི་ནང་དུ་ཡང་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་དང་འབྲེལ་བའི་ཁྲིམས་འགལ་ནག་ཉེས་ཁག་གཅིག་ལ་གདོང་ལེན་གནང་བཞིན་པ་རེད། གནས་ཚུལ་འདི་ཕ་རྒྱུད་དང་གཉེན་སྟོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།